བཀྲ་ཤིས་བདེ་ལེགས་ང་བཀྲ་ཤིས་དབང་ཕྱུག་ཡིན་ད་དེ་རིང་གི་ང་ཚོའི་བརྗོད་གཞི་དེ་རེད་བ་དེ་ཡིན་ད། ད་སྙན་མ་རྒྱ་ནག་ནང་ལོག་ལ་ཅིག་མའོ་ཙེ་ཏུང་གིས་ཅིག་གིས་ད་ལས་གཞི་ཞིག་སྤེལ་རོ་བ་ད་ལས་གཞི་དེའི་གི་ནང་ལོག་ལ་ད་བ་དེ་ཇིའུ་ཡོ་རོ་བ་སྤེལ་རོ། དེ་ཡིས་ཅིག་ད་མི་མང་ལ་ཡ་རྒྱོང་ཞིའོ་ཞིག་གཏང་གི་འདུག་བྱས་ཙང་འདི་གསར་མས་གཏང་དགོས་ཀྱི་འདུག་བྱས་ནས་ད་མི་མང་ཚང་མ་མ་བསྡོད་ནས་ཅིག་ད། ཇིའུ་དེ་བ་ད་སྐོར་གསལ་མགོ་བཙུགས་ནས་ད་ཧ་ལམ་ཇིའུ་ཅིའི་མཐོང་ང་མེད་པ་རུ་ཆགས་པ་རེད་རེད་བ། ད་དེའི་ཞུ་སྒོ་ལ་ཡ་ཅིག་ད་ལོ་གཉིས་ཀྱི་རྗེས་ལ་ད་དེའི་རྐྱེན་པས་ཨ་ནི་རྒྱ་མི་ས་ཡ་ལྔ་བཅུ་ལྷག་ཨ་ནི་ཤི་བ་རེད་ཅན་ཞིག་ཡོད་རེད་དེའི་སྐོར་ཡིན།

དུག་སྦང་དང་གཉིས། ཙི་ཙི་དང་གསུམ། ཨཱ་ནི་ཇིའུ་ཡོ་རོ་བྷག་སྤེ་རོ། དེ་ཚོ་ཞིག་དེ་ཨཱ་ནི་མི་ལ་ཡ་གྱོང་གུད་བཏང་ཡས་ཅི་རེད་ཤགས། ད་དེ་ཚོ་རྩར་མེད་བཏང་དགོས་ཡོད་ཅེས་ནི་བཤད་ཡོད་རེད། ད་ཅི་དང་སྦང་གུ་དང་དུག་སྦྲང་ཨཱ་ནི་ཙི་ཙི་དེ་ཚོ་ཡིན་ན་ད་མིའི་སྤྱི་ཚོགས་ལ་ཡ་ན་ཚ་ཁེལ་ཡོང་གི་ཡོད་རེད་ད་ད་ལྟ་ཡེ་ནས་སྤྱི་ཚོགས་གངས་རྒྱན་ནང་ལོག་ལ་ཅིག་ལག་རྟགས་འཇིག་གི་ཡོད་རེད་བ། ད་ཡེ་ནས་ཇིའུ་སྤེ་རོ་སྐད་ཅིག་གིས་མི་དམངས་ལ་ཡ་གྱོང་ག་རེ་བཏང་གི་ཡོད་རེད་ཅེས་ད་དེ་ཡི་ཡམ་སེམས་པས་རེད་བྱུང་རེད་བ་ང་རང་གིས་ད་ཁོ་ཚོས་བཤད་ཡས་ལ་ཡ་ད་ཇིའུ་དེ་ཚོས་མིའི་སྟོན་ཐོག་འབྲུའི་རིགས་མང་པོ་ཅིག་ཟས་ནས་ཨཱ་ནི་མི་ལ་གནོད་སྐྱེལ་གི་འདུག་ཅེས་ནི་བཤད་ཡོད་རེད། ད་མང་ཚོགས་ཧོར་མ་དོན་བྱས་ནས་ནི་ད་བྱིའུ་དེ་བསད་འགོ་བཙུགས་འདུག་ཁ་ཤས་ཀྱིས་ཧ་ཡང་བཏུང་ཁ་ཤས་ཀྱིས་ང་དེར་བཏུང་ཚང་དེ་ཚོ་ཚང་མ་ཕ་ཤིག་དགོ་ང་དེ་ཚོ་བཅག་ཨ་ནི་བྱིའུ་སྙིང་རྗེ་ད་ཕ་དེ་རྔམ་སྐྲག་སྐྱེས་བྱས་ནས་ཕ་ཕེར་ཚུར་ཕེར་ཨ་ནི་དཀའ་ལས་ཁག་བྱས་ནས་མང་པོ་ཅི་རྣམས་ནི་མ་འཛག་ཨ་ནི་དེའི་ཞོར་ལ་ཡང་བྱིའུ་ཞེ་འབག་གི་མང་པོ་ཧྲིལ་འདུག་ད་མཁས་པ་ཚོ་བཤད་ལ་ཡང་ཧ་ལམ་བྱིའུ་སའི་རྒྱ་སེ་རེད་ཟེར་གྱི་འདུག་སྐབས་དེ་དུས། ད་དེའི་བྱེད་སྒོ་ལ་ཡང་ལོ་གཉིས་ཀྱི་རྗེས་ལ་ཡང་རྒྱ་ནག་ནང་ལོགས་ལ་ད་ཅིག་བྱེའུ་དེའི་རིགས་དེ་ཨེ་རྩ་མེད་བཏང་དུས་ས་ནས་རེད་བ་ཨ་ཅིག་གེ། ད་ཞིང་ཁ་ལ་ཡང་ཅིག་གནོད་སྐྱེལ་ངེས་ཀྱི་འབུའི་རིགས་ཡོད་རེད་བ་དཔེར་ན་ལོ་ཀ་ལྟ་བུ་བཞི་བོ་ཅིག་འཕེལ་འདུག་བ་ཨ་ནི་ཞིང་ཁ་མང་པོ་ཅིག་རྩར་མེད་བཏང་ད་དེའི་སྒང་ལ་རླུང་རྟ་མ་རྒུད་བ་ཅིག་ལ་ཡང་ཆར་པ་དཀོན་པོ་བྱས་ད་མི་མང་ལ་ཡང་ཁ་ལག་གི་ཐད་ལ་ཡང་དཀའ་ཉེན་ཤུགས་ཆེན་པོ་བཞི་བོ་ཅིག་འཕྲད་འདུག་བ་ཨ་ནི་མི་མང་ཁ་ལག་ས་ཡ་འབེལ་བ་བྱས་ནས་ཧ་ལམ་ས་ཡ་ལྔ་བཅུ་ལྷག་ཨ་ནི་འགྲོངས་པ་རེད་ཅིང་ཤེས་ཀྱི་ཡོད་རེད་ད་མཁས་པ་ཁ་ཅིག་གིས་ས་ཡ་ལྔ་བཅུ་ཡི་ཚད་ཀྱི་མ་རེད་ས་ཡ་བདུན་ཅུ་དོན་ལྔ་སྒང་ལ་རེད་ཅིང་ཤེས་ཀྱི་འདུག་བ། གཅིག་གིས་གཅིག་ལ་བསད་ནས་ཨ་ནི་མི་ཤི་ས་དགོས་ད་རེབ་ཀྱི་གནད་དོན་མང་པོ་བྱུང་འདུག་ཨ་འདིའི་ཞོར་ལ་བརྙན་ཐུང་འདི་དང་འདྲ་བའི་ཨ་ནི་ཤེས་བྱ་དང་འབྲེལ་བ་ཡོད་པའི་བརྙན་ཐུང་མང་པོ་ཅིག་ང་ཚོའི YouTube Channel ནང་ལ་ཡོད་ཨ་འདིའི་གི་དྲ་ཐག Link འདི Comment ནང་ལ་གཟིགས་ཀྱི་རེད་ད་ང་ཚོ་བརྗོད་གཞིའི་སྟེང་ལ་རང་ལོག་འཕགས་ཡིན་ད་སྤྱི་དང་དམངས་གཙོའི་རྒྱལ་ཁབ་དང་ད་སྤྱི་ཚོགས་ག་བ་ཡིན་ད་ཅིག་གི་དེ་བས་གི་རྒྱལ་རབས་ལུ་གུལ་འཕགས་བལྟས་ནས་ཨ་ནི་དཔྱད་པ་བྱས་ནས་ཨ་ནི་དེ་ནས་ཚུར་ལེགས་ཆ་བསླེས་ནས་ཨ་ནི་ཡར་རྒྱས་བཏང་ཞོར་བ་ད་ཡིན་ནའི་རྒྱ་ནག་ནང་ལོག་དེ་འདྲའི་ཁྱུ་ནི་བྱུང་མི་འདུག་ཨ་སྐབས་དེ་དུས་བྱུང་པ་དེ་ཨ་ནི་མིས་བཟོས་ཀྱོག་མ་རེད་ད་རང་བྱུང Environment གི་རྐྱེན་པས་རེད་ཅེས་ནི་བཤད་ཀྱི་ཡོད་རེད། ད་རྒྱ་ནག་ནང་ལོ་ཆིལ་བཅུ་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་ཀྱི་ནང་ལོག་ད་བ་ད། ཇིའུ། Sparrow། ཧ་ལམ། ཅིས་མེད་པ་ཆགས་ད་བ། ཁྱོད་རང་ནི་མེད་ཁྱོག་རེད་བ། ཨ་འདི་ནས་རིམ་པས་ག་ལི་ག་ལི་ཨ་ནི་སུ་ར་ཤི་ཡ་ནི་ཚོ་མང་པོ་ཞིག་ཨོ་ད་བ། བྱས་ཙང་ང་རང་ཚོ་འགྲོ་བ་མི་ཚོས་རེ་བ་བསམ་བློ་ཕུགས་རིང་པོ་མ་བཏང་བ་བྱས་ནས་གནས་སྐབས་གཅིག་པུ་ལ་བསམ་བློ་བཏང་ནས་ཨ་ཅིག་ལས་ཀ་བྱས་པ་རུ་བྱས་ན། ཨ་ནི་ཁོར་ཡུག་གི་ཐད་ལ་ཡང་ཨ་ནི་གོད་ཆག་ཚབས་ཆེན་པོ་དེ་འདྲ་ཡོང་གི་ད་བ། ཨ་ནི་སྤྱི་དང་ད་ཁོར་ཡུག་གི་ཐད་ལ་ཅིག་ད་དེའི་ཉམས་ཞིབ་པ་དང་ཆེད་ལས་པ་མང་པོ་ཅིག་གིས་ད་རྒྱ་ནག་ལ་བྱུང་བའི་གནད་དོན་འདི་ཡིན་ན་ད། ད་ལྟ་བོ་དུ་མིས་བཟོས་པའི་ཁོར་ཡུག་ལ་གོད་ཆག་ཆེ་ཤོས་དེ་རེད་ཅེས་བཤད་ཀྱི་ཡོད་རེད།